ལྷན་སྐྱེས་བཀྲ་ཤིས་ལེགས་ངའི་མིང་ལ་སྣང་མཛོ་མོ་ལེགས་ཡོད་ངས་ད་རིང YouTube བརྒྱུད་ལམ་གྱི་ཐོག་ནས་བརྙན་ཐུང་ཐོག་མ་དེ་བཟོས་ཡོད་བརྙན་ཐུང་དེ་བཟོས་དགོས་པའི་རྒྱུ་མཚན་གཙོ་བོ་དེ་ག་རེ་བྱས་ཡོད་ལབ་པས་ན་སྤྱིར་བཏང་ང་རང་གིས་ད་དེ་བས་གཞོན་སྐྱེས་མང་པོ་ཅིག་གི YouTube བརྒྱུད་ལམ་གྱི་ཐོག་ནས་བརྙན་ཐུང་མང་པོ་ཅིག་བཟོས་འདུག་དེ་ཚོ་ཚང་མ་ངས་ཀྱིས་བལྟས་པ་ཡིན་ར་དེ་ཚོ་གི་བལྟས་པའི་སྐབས་ལ་ང་རང་ལ་ད་ཅིག་ག་རེ་བསམ་བློ་དྲུག་ཏུ་མ་སོང་ནས་བསམ་བློ་གསར་བ་གཅིག་རྙེད་སོང་ལ་བསམ་བློ་གསར་བ་དེ་ག་ལ་ཡིན་ན་ང་རང་གི་ད་རིང YouTube བརྒྱུད་ལམ་གྱི་ཐོག་ནས་བརྙན་ཐུང་བཟོས་ཡས་དེ་ག་ལ་བོད་སྐད་གཙང་མ་གྱི་ལམ་ལ་བོད་སྐད་གཙང་མའི་གྱི་ལམ་དུ་ལ་བརྙན་ཐུང་དེ་བཟོས་ཡས་བུད་ཚུལ་བྱིན་ཡིན་དེ་དང་མ་ཟད་བོད་སྐད་གཙང་མ་རྒྱ་ཡས་ལ་ང་ཚོས་གྱི་ཨ་ནེ་ག་ལ་བ་རེད། ཕན་ཐོགས་ཕན་ཕན་ཐོགས་ཡས་ཀྱི་ཨང་དུ་ཞི་ཚགས་རིགས་ཡོད་མེད་འདི་གའི་ཐོག་ནས་ང་གཉིས་འཐུང་གྱི་སོ་བསམ་སོ་ར་གླིང་ནས་ངའི་གི་གཉིས་འཐུང་དེ་ལ་མ་སུ་གི་དངུལ་ལ་ལ་གཉིས་འཐུང་དེ་ང་རང་ང་རང་གི་ལྟ་ཅི་གི་རྒྱུད་རིམ་བསམ་བློ་མང་པོ་ཅིག་བཏང་ཆེ་ཆེ་ནི་ལྟ་ངའི་གི་དྲ་ལམ་གི་རྒྱུད་ནས་དེ་འདྲའི་བསོད་ནམས་ཕན་ཐོགས་ས་རེད་བསམ་གི་ན་ང་གོ་པ་རྒྱུ་མཚན་བཞི་ཡོད་ར་གོ་པ་རྒྱུ་མཚན་བཞི་དེ་ག་རེ་ལ་ན་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་བོད་སྐད་གཙང་མ་རྒྱབ་ངེས་ཚང་མ་རྒྱབ་སྐྱོར་གྱི་ཆེད་དུ་བྱས། བོད་པའི་སྤྱི་ཚོགས་ནང་ལོགས་ལ། བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་བོད་སྐད་ཐོག་ལ་དང་བོད་སྐད་གཙང་མ་རྒྱ་བལ་གྱི་ཐོག་ལ་ཞན་ཆ་ཡོད་པ་རྣམས་ལ་ཕན་རླབས་ཡོང་བའི་ཆེད་དུ་གསུངས་པ་དེ་གསུང་ང་ཚོ་གི་དེང་དེང་རབས་ཀྱི་སྤྱི་ཚོགས་ཀྱི་ནང་ལོགས་ལ་ང་ཚོ་གསེར་སྐྱེས་དཔོན་མང་པོ་རྒྱ་སྒོར་རེད་གསེར་སྐྱེས་གསེར་སྐྱེས་ཀྱི་གོམས་གཤིས་དེ་ཉུང་དུ་བཏང་ཡང་བྱིས་པ་དེ་ཁོར་ཡུག་གི་ནང་ལོགས་ལ། བཙན་གྱིས་སྤྱི་ཚོགས་ཀྱི་ཁོར་ཡུག་གི་ནང་ལོགས་ལ་བོད་སྐད་གཙང་མ་གྱི་ཁོར་ཡུག་ཅིག་བསྐྲུན་ཡོང་བའི་ཆེད་དུ། ངེད་ཀྱི་བརྙན་ཐུང་དེ་བཟོས་ཀྱིས་འབད་འབུངས་བྱས་ཡོད། ད་རིང་ངེད་ཀྱིས་རང་ཐོག་དང་པོར་བརྙན་ཐུང་དེ་ག་རེ་བཟོས་ཡིན་ལབ་པ་ཡིན་ན། ད་ལྟའི་ཆ་ལ་འཛམ་གླིང་སྤྱི་ཡོངས་ལ་ཁྱབ་གདལ་འགྲོ་བཞིན་པའི་ཏོག་དབྱིབས་གཉན་རིམས་བཅུ་དགུ་དང་འབྲེལ་བ་ཡོད་པའི་ཐ་སྙད་གསར་པ་ཁ་ཤས་ཅིག་ང